མི་ཡི་རིགས་འཚོ་གནས་བྱས་པ་ལ་ཁ་ཟས་དང་བྲ་ཐ་མེད་ཀྱིས་ཁ་ཟས་བཟོ་བར་ཐབ་ཀ་དང་ཁ་བྲ་ཐ་མེད། ཐབ་ཚང་ནི་ནང་མི་རྙོག་འཛིང་དང་མགྲོན་པོ་སྣེ་ལེན་བྱེད་སའི་གནས་གཞི་གལ་ཆེ་ཞིག་ཡིན། བོད་ཀྱི་ཐབ་ཀའི་ལས་སྟངས་དང་ཐབ་ཀའི་བཟོ་བཀོད་ཐབ་ཀའི་ཤེས་པ་ཐབ་ཀའི་འཛེམ་བྱ་ཐ་ལྷ་མཆོད་པ་སོགས་ཐབ་ཀ་དང་འབྲེལ་བའི་རིག་གནས་མང་པོ་ཡོད་པ་མ་ཟད་ཕྱི་མཚུངས་བོད་རྒྱུད་འབྲུག་དང་དུ་མས་ཐབ་ཀའི་རིག་གནས་ལ་ཡང་འགྱུར་བ་གང་མང་འགྲོ་བཞིན་ཡོད། འོ་ན་ཐབས་བཀའི་ལོ་རྒྱུས་དང་རིག་གནས་ཅི་འདྲ་ཡིན་གྱི་རེད་ཟེར་ན་དེ་རིང་བྱོན་པའི་ཁ་བརྡ་ལེན་ཚེ་ལས་བོད་ཟས་རིག་གནས་ཞིབ་འཇུག་པ་ཀརྨ་བདེ་ལེགས་དང་ཁོང་གི་སློབ་མ་གཉིས་དང་མཉམ་དུ་ཐབས་བཀའི་རིག་གནས་སྐོར་ནས་ཁ་བརྡ་བྱེད་ཀྱི་ཡིན། གཟིགས་མོ་ལྷས་ཀྱིས་སྐུ་ཁམས་བཟང། དུས་ལྟར་བྱོན་པའི་ཁ་བརྡ་ལེན་ཚེ་ཀྱི་བོད་ཟས་སྐོར་གྱི་མི་འདྲའི་ལེན་ཚུལ་ལ་གསན་གཟིགས་གནང་བར་དགའ་བསུ་ཞུ།

སློབ་སྦྱོང་མཉམ་དུ་བྱས་ཡོད་རེད་ལ། དེ་ནས་ང་ཚོས་ད་རེས་སློབ་དེབ་བསྒྲིགས་ཡ་དེ་ལ་ཡང་ལས་ཀ་མཉམ་འདེགས་ལས་ཡོད་པ་རེད། དེ་ནས་ཤེས་རབ་འདྲ་ཡིན་ན་ད་བཟའ་བཏུང་དེ་གཙོ་ཆེ་ཡ་འགེལ་དགོས་རྒྱུ་དེ་ལས་ཀ་ད་ཟ་མ་དབྱིབས་སྦྱོར་གྱི་ལས་ཀ་དེ་འགེལ་དགོས་ཡོད་རེད། ནས་ཤེས་རབ་ད་ད་ང་ཚོ་རོགས་པ་པ་བཟང་ཟེར་མི་རྒྱུ་རུ་གོ་སྙེགས་དེ་འགེལ་དགོས་ཡོད་རེད། དེ་ནས་ཨ་ཏིང་འདྲ་ཡིན་ན་ད་ཁོང་གིས་ང་ཚོས་ད་རེས་འདི་གཙོ

ད་ངས་བྱས་ན་ཨང་ཡག་པོ་འདུག་ཨ། ཐབས་བཀའ་འདི་ནི་ང་ཚོ་དངོས་པོ་གི་འཚོ་བ་དངོས་ནས་བཤད་དགོས་ན་མེད་ཐབས་མེད་པ་རེད་ཁྱེད་ཁོང་དེ་ནི་རྩོམ་པ་གི་འཚོ་བ་བཤད་ས་དེ་མེད་ཐབས་མེད་པ་རེད་ཁྱེད་ཚོ་གི་དེ་གཉིས་ཀ་དེ་ཡག་པོ་ཟེར་གི་འདུག་ཨ་དེ་ནི་རེད་འདུག་གི། ཨ་ལ་སོ། དེ་ལས་ཨ་དེ་ནས་ན་ཤི་དུང་ང་ཚོ་བོད་པ་གི་ཐབས་བཀའ་ནས་ན་ཡིན་ཤི་དུང་བཤད་པ་ཡིན་ན། དེ་གི་ད་ལོའི་ད་དུང་ཟེར་གི་ན་འདྲ་པས་ཐབས་བཀའ་ཟེར་གྱི་དེ་ཐབས་བཀའ་ཟེར་གི་ཅི་ཡིན་ནོ་ཨ། དེ་ནས་ཐབས་བཀའ་ཟེར་གྱི་དེ་ད་སྤྱི་སྟངས་གི་འགྲོ་བ་མིའི་རིགས་ཀྱི་འཚོ་གནས་བྱ་ས་ནི་ཆེས་མེད་དུ་མི་རུང་བ་ཞིག་དེ་འདྲ་ཅི་རེད་དེ་འགལ་རྒྱུ་མཚན་གང་རེད་ཟེར་ན། འདི་ཡིས་འགྲོ་བ་མི་ཡི་རིན་དེ་དང་འཇིག་རྟེན་ཐོག་ཡོའི་རིན་དེ་འཚོ་དགོས་ན་བཟའ་བཏུང་ལ་བརྟེན་དགོས་གི་རེད། བཟའ་བཏུང་ལ་མ་བརྟེན་པ་ཡོའི་རིན་དེ་འཚོ་ཐུབ་གི་མ་རེད། དེ་ནས་བཟའ་བཏུང་དེ་ཡང་ཐབ་ཁ་ལ་བརྟེན་ནས་ཐབ་ཁའི་སྟེང་དུ་དེ་ནས་ཡུལ་སྐོར་བཟོ་དགོས་གི་ཡོད་རེད། དེ་ནས་ཐ་ཁ་དེ་ཡང་དེ་ནས་སྤྱི་བཏང་གི་ཕྱི་མི་བཟང་ས་ཚང་མ་འཁོར་ར་ས་མི་འདེད་ས་དེ་ནས་ཁང་པ་རྗེ་ཁི་བྲི་ཡི་ན་ད་བྲི་འགུལ་པར་བྱེད་པའི་གི་ད་དེ་འདྲི་གི་ད་ཐེ་ཅན་ཡག་ཤོས། རྩ་ཆེ་བ་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་དེ་ནས་ཐ་ཁ་ལ་ཡང་དེ་ནས་དཔེར་ན། བརྗིད་ཆགས་མི་འདྲ་བ་དང་མིང་མི་འདྲ་བ་དང། དེ་ནས་བཟོ་བཞེད་ཀྱི་གཞི་རྩ་མི་འདྲ་བ་དང་འཛིན་བྱེད་ཀྱི་ས་ལམ་མི་འདྲ་བ་དང། དེ་ནས་བཀྲ་ཤིས་པའི་ཚིག་དོན་གྱི་རི་མོ་ཡི་ལྟ་ཚུལ་མི་འདྲ་བ་སོགས་ད་དེ་འདྲ་མང་པོ་འདུག་ལ། ཨ་ཐ་སྐ་ལ་དབྱིབས་ལ་མི་འདྲ་གི་མང་པོ་ཨང་ཀི། འདུག་འདུག་ལ། ཡང་ཅི་འདྲ་ཡོད། དཔེར་ན་འདིའི་བོད་ཀྱི་ཐབས་ཆེ་ཆུང་གསུམ་ཞིག་ཡོང་དུས། དེ་ནས།

ནི་བག་རེ་གཉིས་ཡོད་པ། བག་རེ་དང་པོ་ལ་དེ་ནི་ཐལ་མོ་གཅིག་དང་དེ་ནི་ཕྱོགས་བཞི་ལ་སེང་གེ་གི་མགོ་བོ་བཞི་ཡོད་པ། ཁ་ནང་ནི་དུ་བ་ཤ་ར་དུན་སྲང་ཡོད་པ། དེ་དེ་གི་དང་འདི་ཡི་བར་གྱི་དེ་ནི་བཙན་པོ་ཆེན་ཞིག་ཡིན་རེད་ཟེར་ནས་དེ་འདྲ་བཤད་གིན་འདུག་དེ་ནི་ཡང་བག་རེ་གཉིས་པ་འདྲ་ལ་ཡིན་ན་དེ་ནི་ཕྱོགས་བཞི་ལ་དེ་ནི་མགོ་ཆེན་བཞི་ཡོད་པ།

མགོ་ཕ་ཁྱོད་ཚོ་ཆོས་པ་སྣུབ་བཅུག་ས་གོ་རུ་ཡིབ་ཅེས་ཞལ་གྱིས་དབུགས་དེ་ཅོག་འདྲ་བོ་ད་ལྟ་ན་མོག་མོག་ར་གྱི་ཡོད་ས་རེད་ད་དེ་ཡིན་ན་ལས་དེ་གའི་རྒྱུན་ཆ་ཚང་དུ་མི་འདུག་དེ་དངོས་གནས་བྱས་ན་འདི་ངའི་ཕ་གི་ཕ་དེ་དེའི་སློབ་ཚན་ཞུ་ས་ན་ལ་ཡོད་ས་རེད་ད་ཡིན་ན་ལས་ང་ཚོའི་དེ་གའི་རྒྱུད་པ་ནི་མ་དེའི་སློབ་ཚན་དེ་རག་མ་སོང་ངའི་དེ་ཚོ་བུ་གི་ཐབས་ཆེན་བཅུ་གསུམ་གོ་ད་དེ་ཚོ་དེ་རག་ས་དེ་ཡིན་ན་ང་ཚོས་ད་ཁོ་ཚོ་ངའི་ཕ་གི་ཕ་གི་སློབ་གྲོགས་དེ་ད་དེ་ཚོ་དྲག་ནས་ཁྱུང་པོ་སྟེང་ཆེན་བརྒྱུད་ནས་མ་རྩེ་འོང་དོགས་ཡང་ཡིན། བག་ཤ། ཚེ་རིང་རྣམ་རྒྱལ་ཟེར་མ་བྱུང་བ་རེད་དེ་གི་རྒྱུད་ནས་བལྟས་སུ་ད་ཆ་འཕྲིན་ལས་ཀྱི་རགས་སོང། དེ་ཆ་ཚང་དེ་ཞིག་གི་མི་འདུག། ག་འདི་ཚོ་དང་ན་བུ་གི་སྐབས་དེར་བུ་ལ་ཐག་པ་འདི་འདྲ་དམིགས་བསལ་མང་པོ་ཡོད་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ་ཕྱི་ཟ་རིག་དོགས་རེད་ཟེར་འོང་ན་བུ་གི། མི་དེ་མང་ཆེ་བ་ཚང་མ་འབྲོག་པ་མང་པོ་རེད།

དེ་ཐག་པ་དེ་ལ་ཡང། ད་ཐག་པ་རེ་རེར་བསམ་བློ་བཏང་ག་གྱང་སྐབས་དེ་དུས་ཀྱི་སྐད་ཆ་འདྲེན་ཁང་ལ་དེ་དང་པོ་དང་པོ་ས་དེ་བཏགས་དེ་ནས་ས་དེ་སློང་དེ་ནས་དེ་གི་ནང་དེ་ན་དེ་ལ་གཅིག། རྟེན་འབྲེལ་གྱི་བཅུད་གང་འདྲ་བོ་དང་མའི་བུ་དེའི་བཅུད་གང་འདྲ་བོ་དང་ཁོ་རང་ཁོ་རང་ལ་བ་ཧ་ལས་ཡག་གི་ཁུ་རུ་དེ་འདྲ་གི་སྒྲིག་ལམ་འདྲ་མོ་ར་དེ་ད་ག་བྱ་སྟོད་ཀྱི་རིག་གནས་ཀྱི། འོ་དེ་དེ་ན་རིག་འདུག་བ།
ང་ཚོའི་དཔེ་ན་བུ་གི་ཐབས་ལ་དེ་བུ་མོ་ཡིན་དགོས་ཡག་གི་རྒྱུ་མཚན་དེ་བསམ་བློ་བཏང་རྗེས་ན་ངས་བལྟས་ན་རྒྱུ་མཚན་ཆེན་པོ་ཆེན་པོ་ཡོད་རེད། དཔེ་ན་བུ་དང་བུ་མོ་གཉིས་ཀྱི་ལས་ཀ་དགུ་ཡོད་རེད་བ། བུ་མོ་ཟེར་རྗེས་དེ། ཅི་སྟེ་ནམ་རྒྱུན་རེ་ན་བུ་དང་བུ་མོ་གཉིས་ཡིན་ན་བུ་དེ་ཡིན་ན་ཅི། ལྟོས་ཟེར་གྱིས་ང་རྒྱ་ཆེན་པོ་དང་ནི་ཤོག་ལུས་པོ་ཤོག་ཆེན་པོ་དང་ནི་མི་བསམ་མོ་འདྲ་དེ་རི་དུ་འོར་ལེ། བུ་མོ་ཟེར་གྱིས་དེ་ཡང་བུ་བུ་མོ་གཉིས་ལ་བསྡུར་བཞག་གྱིས་ན། བུ་མོ་ཟེར་གྱིས་ལྟོས་ཟེར་བརྩེ་བ་ཆེན་པོ། དེ་ནི་སྙིང་སྙི་མོ། ཨ་ནི་ཟམ་པ་ཆེ་བོ། ད་དུ་རི་ཡིན་དུ་ལྷག་བུ་དང་བུ་གི་དུས་སོགས་ན་ས་ནོ་ད་ཉིད་ན་ང་ཚོས་ད་ར་དེ་ཏོང་ཧང་གི་ཡི་གེ་དེ་སོང་ན་ནི་ཧ་གོ་གོ་ཡོག་རེད། བུ་སྐྱིད་པ་ཟེར་མི་དེ་ཚང་མ་ས་ལ་འགྲོ་ན་འགོར་ཡང་ན་རི་དྭགས་སྔོ་རྒྱུ་འདྲ་བོ་འབྲོང་སོགས་རྒྱུ་འདྲ་བོ་ཡང་ན་དམག་རྒྱག་རྒྱུ་འདྲ་བོ་ད་དེ་འདྲ་འགྲོ་ཡ་ཅི། བུ་མོ་དེ་ཁྱེད་ལ་ཡིད་ལ་འདོགས་བྱས་ནས་དེ་ནས་ད་གངྒཱའི་དང་སྲིད་པ་གཉིས་དེ་ཁོ་རུ་སྲུང་སྐྱབས་བཟོ་བོ་རེད་ཨ་ནི་གངྒཱའི་སྲིད་པ་གཉིས་ལ་ད་ཅི་ཀ་འཇམ་པོ་སེམས་བརྩེ་བ་ཡོད་རྒྱུ་བོ་ད་དེ་དགོས་རེད་ད་དེ་ཡིན་དུས་དེ་ཚོ་ལ་མོ་བཙུན་ན་ཡིད་ལ་འདོགས་དེ་ཁོ་རུ་ཡིད་བཟང་བོ་རེད་དེ་ཡིན་དུས་དེ་ཚོ་ལ་ད་འདི། ད་ཟ་མ་ད་དེ་ནི་དེའི་དཀྱིལ་འཁོར། གཟིགས་པ་ད་གངྒཱའི་དེ་གསོ་སྦྱོང་རྫོགས་འོང་དུ་རྒྱུ་མཚན་དེ་འདྲ་ལ་བརྟེན་བྱས་ནས་དེ་ནི་ད་ཐ་ལྷ་དེ་མོ་ལྷ་དེ་འདྲ་བཟོས་བ་ཅི་རེད། རེད་རེད་རེད་ང་ཚོ་ས་ནས་ཡང་ཐབས་དཀའ་གི་རེད་ལ་རྒྱལ་བུ་ཐ་སབ་སེ་ཡང་ཤི་ལ་འགྲོ་དུས་ཐ་དཀའ་དེ་འདྲ་རྡོ་གསུམ་བརྒྱབ་ནས་དེ་ལ་ཐ་དཀའ་ཟེར་རེད།

ངོ་མ་བཤད་ན།
ཐབས་དཀའ་ཅུང་ཅུང་ལ་ཞིབ་འཇུག་གི་བཟོ་རྗེས་ཡལ་ས་རེད་ཨ། ད་ངས་ཐག་པ་ལ་ཏོག་དབྱིངས་འདྲ་ཞིག་བྲིས་ཡོད་རེད་ད་དེ་ཞིབ་འཇུག་འདྲ་ཅིག་སྟེ་གསེར་གྱི་བྱེད་པོས་ཡིན་པ་ཁོ་རེད་དེ་ཡིན་ནའི་ད་ཞིབ་འཇུག་མཐར་ཟིན་པ་བཟོ་དགོས་ན་ད་དུས་ཚུགས་མང་པོ་འགོག་རུ་བ་དེ་ཡིན་དུས་ཐག་པ་དེ་ལ་བོར་བ་སྤྱི་ཚོགས་ནང་བསམ་བློ་བཏང་ཉེ་ན་ཐག་པ་དེ་ལ་ཡང་རིག་གནས་མང་པོ་ཡོད་རེད་ལ།
མོས་རི་མཚོ་ནས་བཤད་པ་ལ་ཁ་ཟས་དང་བྲ་ཐ་མེད་ཀྱི། ཁ་ཟས་བཟོ་བར་ཐབ་ཀ་དང་ཁ་བྲ་ཐ་མེད། ཐབ་ཚང་ནི་ནང་མི་རྙོག་འཛིང་དང་མགྲོན་པོ་སྣེ་ལེན་བྱེད་སའི་གནས་གཞི་གལ་ཆེ་ཞིག་ཡིན། བོད་ཀྱི་ཐབ་ཀའི་ལས་སྟངས་དང་ཐབ་ཀའི་བཟོ་བཀོད་ཐབ་ཀའི་ཤེས་པ་ཐབ་ཀའི་འཛེམ་བྱ་ཐ་ལྷ་མཆོད་པ་སོགས། ཐབ་དཀར་དང་འབྲེལ་བའི་རིག་གནས་མང་པོ་ཡོད་པ་མ་ཟད་ཤིང་མཚུངས་འཕེལ་རྒྱས་འགྲོས་དང་བསྟུན་ནས་ཐབ་དཀར་རིག་གནས་ལ་ཡང་འགྱུར་བ་གང་མང་འགྲོ་བཞིན་ཡོད། འོ་ན་ཐབ་དཀར་ལོ་རྒྱུས་དང་རིག་གནས་ཅི་འདྲ་ཡིན་རྒྱུ་རེད་ཟེར་ན་ཐབ་དཀར་རིག་གནས་སྐོར་ནས་ཁ་བརྡ་བྱེད་ཀྱི་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ། ཐབ་ཆེ་དང་ཐབ་སྐབས་མ་བཙལ་དུས་ཐབ་ཚང་གཅིག་དགོས་རག་གི། རེད་ད་ཐབ་ཚང་ཐབ་སྐབས་དེ་ལྟའི་ཁུ་རུ་ཆེ་དང་གི་ཐབ་ཚང་གི་ནང་ནས་གཙོ་བོ་ན་རེད་དེ། ཁུ་རུ་ཐབ་སྐབས་ཀྱི་ཉེ་འཁོར་ལ་ཡང་མང་པོ་ཞིག་འཛག་དགོས་ས་རག་གི། རེད་ལ། ཐབ་ཚང་གཅིག་གཅིག་དང་ཐབ་སྐབས་ལས་ས་དེ་ཁྱིམ་ཚང་འདྲ་པོ་ཞིག་ཡིན་ན། ལས་ས་དེ་དུ་ཁ་འཁོར་བཏང་ན་དེ་རང་དང་ཁྱད་པར་ཡོད་རྒྱུ་རེད། ད་དེ་ལ་མི་སྲིད་ཁོ་རང་ཚོ་ས་ཆ་གི་ཁུ་རུ་ཡུལ་ལུང་ལ་ཁྱད་པར་འདྲ་མི་འདྲ་ཡོད་འོང་དུས་ལོ་ནའུ་ལ་བཏང་དགོས་ཀྱི་འདྲ་འོ་ཐབ་ས་ཡིན་ལ་བཏང་དགོས་ཀྱི་འདྲ་དེ་འདྲ་ཁྱད་པར་གཏད་སྲིད་ཡོད་ས་རེད། ད་ཡིན་ན་ལས་དེ་དུད་འགྲོས་ཀྱི་ལྟ་ཅི་ཡུལ་ལུང་སོ་སོ་གི་ཅིག་ཁྱད་པར་འདྲ་མ་གཏོགས་པ་གི་མི་ས་རང་གི་ཁྱད་པར་ཨེ་ཡོད་མི་ཤེས། ད་ཡིན་ནའི་ལས་ཚོགས་ཆེ་ཡག་ཟེར་ལ་ཁོ་རོ། ད་འབྲོག་པ་དེ་སོང་རེད་ན་ཐག་པ་གསར་པ་ཅིག་བཀྱག་འོང་རྒྱུ་དུས་སུ་ལ་ད་ས་ཆ་དེ་ནི་ས་དེ་ཐབ་ས་དེ་ས་དེ་ངེས་པ་དུ་ཡུལ་སྐོར་མེད་ཐོབ་ཐོག་གི་ས་སི། དེ་ནས་དེ་བཀྱག་འོང་རྒྱུ་དུས་སུ་ལ་ད་དེ་ནི་ཅི་ས་ལྷུང་ཡང་འདྲ་བོ་ད་ད་ཅི་འདོད་ཚོ་ད་ན་ཀ་གནའ་བོའི་གི་བོད་པོ་མི་དེ་ཚང་མ་དེ་ང་ག་ན་དེ་བས་ཡིན་ན་དེ་གི་ས་ཆོ་རི་དེ་ལ་ཁོ་རོ་ཨ་ནི་ཕ་སོ་འཇབ་བཟོ་བོ་གི་འདུ་ཤེས་སྐྱེ་གི་ལྷ་སེམས་པ་ཅིག་རྩི་དེ་གི་བ་དཔེ་ན་ཁོ་རོ་ན།

ད་ལྟ་མར་པ་ལོ་ཙཱ་གི་ཁུར་བོ་ཡི་གེ་ནང་ལ་དེ་འདྲ་སོང་བ་རེད་དེ། ང་ཚོས་དེ་འདྲ་གོ་དེ་ཁུར་བོ་ཅིག་སློང་འདྲ་བོ་ཅིག་སློང་ཕྲ་བ་ཅིག་ལ་ཁུར་བོ་ངོས་འཛིན་བཟོ་ཆོག་ཟེར་ཡག་གི་དེ་འདྲ་ཅིག་ཡོད་རེད།
འཛེམ་བྱ་ལ་མང་པོ་ཡོད་ས་རེད་ད་ཐག་པགས་ཀྱི་འཛེམ་བྱ་ལ་ཧ་ལས་ཡག་རེད་ཡ་ཐག་པགས་ཀྱི་འདི་ཅིག་ལྷམ་འདྲ་བོ་དང་ད་ཅིག་གོ་ཟེ་ལུས་པོ་སྨད་ལས་ཀྱང་ཡག་གི་འདུག་ལོ་དེ་ཚོ་ཐག་པགས་ཀྱི་ལ་ཡག་ཆོག་གི་མ་རེད་དེ་ནས་འདི་ཅིག་ཐག

ཕག་གི་མ་ང་ཨ་བུ་ཟེར་གྱི་རེད་ང་ཆུ་ཚ་ན་ཨ་བུ་ཟེར་གི་རེད་ཨ་བུ་དེ་སོང་རོགས་ཡིན་ན་ད་ཐག་པག་ཟེར་ཡ་དེ་ལ་ཅིག་བཙོག་པག་འདྲ་ཡོད་ཅིག་སོང་ན་ད་དེ་ཁུར་དེ་ཁྱིམ་གི་ཁུར་ཁ་ཅིག་དབང་ཐང་ཆ་ཚང་ཉམས་འགྲོ་རེད་ཟེར་ན་ཧ་ལས་ཡ་རྩ་ཆེན་ཚིག་རེད། ཐག་ཀ་དེ་རྩ་ཆེ་པོ་རེད་རྩ་ཆེན་ཚིག་རེད། ཐག་ཀ་དུ་མི་བཙོང་མཁན་དེ་ན་མཛེས་བྱ་མང་པོ་ཡོད་ད་ཡ། མཛེས་བྱ་ཡོད་རེད།
དེ་ནི་ད་རུང་དེ་ཐག་པག་དེ་དེ་རེད་ང་ཚོའི་བུ་གི་ལས་ཀ་དེ་ལས་དགུ་རེད་འདུག་རེད་ལས་སྤྱི་པག་དེ་བུད་མེད་གཉིས་དེ་དཔེར་ན། ཐག་པ་གི་ད་ཟ་མ་དེ་གཙོ་བོ་ཁྱིམ་ནང་གི་བདག་པོ་དེ་ཚང་མ་བུད་མེད་རེད་དོ། ཨ་ནི་བུ་དེ་སྐྱིད་པ་ཕོ་དེ་ད་བསེ་ལོག་ལ་འགྲོ་ནི་ཅིག་ཤུགས་ལས་འདྲ་ཡག་འདྲ་བོ་ད་ད་དེ་འདྲ་གི་ལས་ཀ་དེ་རེད་མ་གཏོགས་པ་གི་ནང་ན་ཁྱིམ་ཚོགས་བཙལ་བ་ན་ཁྱི་ཟ་མ་ཁྱི་ལས་ཁྱི་སྤྲེལ་ཁྱི་མི་ཟོག་ཚང་མ་དེ་ཁོ་རུ་ཁྱིམ་གི་བདག་མོ་གི་ལག་པ་ལ་ཡོད། དེ་ཡིན་དུས་འབྲོག་པ་ཁ་ཤས་ཀི་ནང་ན་དེ་ཡོད་རེད།

ད་དེ་འདྲ་གི་ལུགས་སྲིད་ཡོད་རེད། དེ་ནས་དེ་ནང་ནས་ལྷག་པར་དུ་ད་འདི་ཐབ་ལྷ་སེ་ཡ་ཡོད་རེད་ཐབ་ལྷ་གི་ཐབ་ལྷ་སེ་ཡ་དེ་ཁོ་རུ་བུ་མོ་རེད་དེ་བུ་གི་ཐབ་ལྷ་བུ་མོ་རེད། ཐབ་ལྷ་དེ་བུ་མོ་བྱེད་རེད། བུ་མོ་བྱེད་རེད། ད་དཔེ་ན། བུ་མོ་ཚོ་འདུག་ས་དེ་བུ་མོ་བྱེད་ས་བུ་མོ་ཚོ་འདུག་ས་བུ་བྱེད་བྱ་ས་ཡ་དེ་རེད། ད་ཡང་ཁ་ཤེ་གི་སེ་ཡ་ཅན་ན་ཡང་དེ་ས་ཆ་དེ་སེ་འདྲ་གི་མ་འདུག་ཐག་པ་གི་ཡ་ཇི། ཕོ་དེ་དཔའ་བི་ས་མ་ཇི་མོ་དེ་དཔའ་མི་ས་སེ་ཡོང་དེ་ཡང་ཐག་པ་གི་ཡ་ཇི་སེ་ནི་ཁོ་ཡང་མགོ་མགོ་ད་ན་ཁོ་རུ

ཟས་ལ་བཅུད་ཡོད་དམ་མེད་ཟས་ལ་ཁུ་རོ་བྲོ་བ་འཛོམ་དང་མི་འཛོམ་དེ་ནི་དེ་ཟ་མ་གི་རྒྱུ་ཆ་དེ་ལ་ཡང་འབྲེལ་བ་ཡོད་རེད་ལ་ཨ་ནི་ཟ་མ་ལས་མི་དེ་ལ་ངེས་པར་དུ་ཟ་མ་ལས་མི་དེ་ལ་འབྲེལ་བ་ཡོད་རེད་དེ་ནས་ལས་མི་གཙང་མ་ཅི་ཡོད་མེད་དུ་གཞན་མི་ཤེས་ཏེ་ཟ་མ་ལས་ཁེ་དུ་ལ་ཨ་ཏི་གི་ལག་རྩ་ལ་ཐུག་ལུས་དུ་སྙི་ཁུ་རུང་དུ་འབྲེལ་བ་ཡོད། ད་མ་རེད་ད་དེ་རུས་སང་ལོ་བཏགས་དགོས་ན་ཟ་མ་ལས་མི་དེ་ལ་ཁུ་རོ་བཅད་ནས་ལག་རྩ་ཟས་ན་ཁུ་རོ་ལག་པ་དེ་ཡབ་སང་ཆགས་དགོས་པ་རེད་གཉིས་པའི་ཆ་ནི་སེམས་དེ་ཞུ་བུད་ཀྱི་ཁོ་རང་ཟ་མ་དེ་ལ་བལྟས་ཐུབ་པ།